འོ་ཞོས་ལ། འོ་ཞོས་ལ། ཕྱག་དབུ་མོ་ཡང་ཡལ་ལ། འོད་ཀྱི་དུས་བབས་ཀྱིས་གྲངས་སྙེད་སངས་རྒྱས་ས་གཟིགས་གནང་མཁན་ཡོད་ལ་མཚམས་འདྲ་ཞིག་བདེ་ལགས་ཞུ། དེ་རིང་ང་ཚོའི་གནས་ཚུལ་ནང་ལ། གཞིས་ཀ་དར་མ་ས་ལ་རྟེན་གཞི་བྱས་པའི། བོད་འཛམ་གླིང་གི་རྒྱ་ཡིག་དགེ་རྒན། དང་ཨ་ནེ། ཞོལ་དུ་སྤྱི་ཚོགས་དྲ་ལམ་བརྒྱུད་རྒྱ་སྐད་དང་རྒྱ་ཡིག། དང་ལ་ཐོག་སློབ་ཁྲིད་གནང་མཁན་ཨ་ནེ། བསོད་ནམས་མཁའ་འགྲོ་ལགས་སུ་བཅར་འདྲི་ཞུ་ཡ་ཡིན། ཐོག་མ་དེ་བསོད་ནམས་ལགས་ཁྱོད་རང་འགས་ཀྱི་ངོ་སྤྲོད་མདོར་བསྡུས་ཤིག་ངོ་སྤྲོད་གནང།

དེས་ན་རང་ལ་རྗེ་ཡི་དགེ་ལ་བྱིན་ནས་ལ་དྭགས་ལོ་གསུམ་འདིར་འགྲོ་གི་ཡོད། སྔོན་ལ་དམ་པའི་གསང་བ་བྱས་ན། སྐྱབས་མགོན་རིན་པོ་ཆེ་ཏཱ་ལའི་བླ་མ་མཐོ་སློབ་ལ་ཅིག་ལོ་བཞི་གི་རྒྱ་ཡིག་སྦྱང་བ་དང་དེ་ནས་ཚུར་ཡོད་ཅིག་སྐབས་དུ་བོད་འཛམ་གླིང་ནང་ལ་རྒྱ་ཡིག་དགེ་ལ་གནང་འདུག་བ་དེ་མ་ཡིན་པ་ཅིག་ངས་མ་བོད་ལ་རྒྱ་ཡིག་དེ་འདྲའི་སྦྱང་སྦྱང་ནོ་ཡོད་ན། ཡོད་ཡོད་བོད་ནས་ལ་དྭགས་ལོ་རེའི་དགུ་པ་གསུམ་བཞི་འདིར་རྒྱ་ཡིག་སྦྱང་ཡི། ཨ་ནི་ད་ལྟ་བསོད་ནམས་ལགས་ཀྱིས་ཅིག་ད་སོ་སོ་དྭང་བླངས་ངང་ནས་ཅིག། མི་མང་པོ་ཞིག་ལ་སྤྱི་ཚོགས་བརྒྱུད་ལམ་བརྒྱུད་ནས་ནི་རྒྱ་ཡིག་བསླབ་བྱ་གནང་གི་འདུག་བ། དེ་དགུ་སློང་གྲོགས་ག་འདྲས་ག་འདྲས་སླེབས་ཡོད་ན། དང་པོ་དེ་ང་ནི་ག་འདྲས་སླེབས་སླེབས་ན་ད་ང་རང་བོད་འཛམ་གླིང་ལ་རྒྱལ་ལ་ཆིག་བོར་བ། ནི་བོད་པ་མང་པོ་ཆིག་ད་ཞང་ཁ་ལུད་དུ་ལོས་བྱུང། ཨ་ནི་བྱས་ནས་ཡང་ཁ་ཤས་སོ་སོ་གི་ད་དུས་ཚོད་དང་ཨ་ནི་བྱིས་ལ་ཚུད།

སྤྱི་ཚོགས་དྲ་ལམ་གྱི་རུ་དེ་འདྲའི་གྱི་ནས་ཡོད་དུས་ཅིག་མི་ག་ཚོད་ཟིག་གི་ཅིག་རྒྱ་ཡིག་ཅན་ལ་འདོད་པ་འགྲོ་གི་ཅིག་འདུག་ད། བས་འཛམ་གླིང་རུ་ཞུ་བས་ན་སྤུ་གུ། ད་སྤུ་གུ་ལོག་ར་ད་བློ་ཆུང་བྱེད་མཁན་དཔེ་མང་པོ་ཡོད་རེད་ད་འཛི་གྲ་གྱི་ནང་མི་དྲུག་ཅུ་འདི་ལིག་རེད་འཛི་གྲ་གྱི་ནང་ལུག་ལ། ནི་ད་ཚང་མ་རྒན་པར་འགྲོ་རེད་འཛི་གྲ་ཅུ་གཉིས་ཐེན་ཚང་གི་འགྲོ་ཡོད་ར་ནི་རེད་ནི་དྲ་ལམ་ཐོག་ནས་ཞུ་བ་ཡིན་ན་ད་ང་ཚོའི་དཔེ་མང་པོ་ལིག་འདུག་ཟིག་ནི་ལ་ད། ཚེ། ང་ཚོ་ལ་ཁ་ལོ་རེ། ཡི་གེ་སྐུ་ངལ་དང་ཨ་འབྲི་མང་པོ་བྱུང་གི་འདུག་དཔེ་མང་པོ་འདུག་གསུང་གི་འདུག། དེ་ད་སྤྱི་ཚོགས་ཀྱི་ལམ་གྱི་ནས་ཀྱི་རྒྱ་ཡིག་ལབ་ཡ་དེ་ལབ་དུས་ཚང་པ་ལ་ཁྱོད་རང་ལ་ཅིག་དཀའ་ངལ་གཙོ་བོ་དྲུང་ག་རེ་འཕྲད་ཡོད་ན། ད་ང་གི་ད་ང་རང་གི་ཏིང་ངེ་ནི་ལ་དེ་ད་ང་ཚོ་ག་རེ་དྲ་ལམ་ཐོག་ནས་ཡི་གེ་ལབ་ཡ་དེ་དེ་སེམས་པ་ནི་འཁོར་བ་ཡིན་ན་ཡ་སོ་སོ་སྤྱི་ཚོགས་ནང་མ་ཐོན་ཡ་དེ་དེ།

ད་ལྟ་བསོད་ནམས་ལགས་ཡིན་ན་ཅིག་བུ་འཛམ་གླིང་ནང་ན་ཕྱག་ལས་གནང་དགོས་རེད་དགེ་ལགས་ཀྱི་དེ་ནས་བསྡུས་དེ་ཚོ་མཉམ་དུ་ག་འདྲས་སུ་ཡོང་དགོས་ན། ད་ང་ཚོས་ཀྱི་ལས་ཀ་བྱེད་ཀྱི་བྱེད་ཀྱི་ཉམས་མྱོང་ས་ཀྱི་ས་ཀྱི་བྱེད་ཀྱི་འདུག་ཨ་ཡ། ཉམས་མྱོང་དེ་གལ་ཆེན་པོ་རེད་བྱ་བསམ་གྱི་འདུག་ཨ་ནི་སྔན་མ་གྱི་ད་མང་པོ་བཀླགས་ཚར་བ་ཨ་ནི་ཐད་གཏོང་གཏོང་ཡ་ལ་ཏིས། ད་ཁ་ཤི་ཁ་ཤི་གསར་བ་བྱ་དགོས་ར་ཡང། བྲིས་ཏེ་འགའ་བྲིས་ཕར་བཏིང་ཡ་དེ་ཚོ་ཡང་སོ་སོ་སྦྱང་དགོས་ར། གཞན་པ་ཚང་མ་དེ་བློ་འཚེ་ལ་ཡ་ཚང་མ་སྤྱིར་པར་འགྲོ་བྱ་ཡི་འདུག་བསམ་གྱི་འདུག། ད་ལྟ་བསོད་ནམས་ལགས་ལ་ཡ་གི་རྒྱ་ཡིག་དེ་རྒྱ་སྐད་ཅིག་ཡོད་ར། ཁོང་མང་ཤིང་འདྲ་བོ་རང་རོ་བ། ད་ལྟ་དེ་དང life ནི་བཏང་བས་ན་ད་རྨོག་ཤིང་རང་གོ་འགྲོ་གི། རྨོག་ཤིང་ནི་འགྲོ་གི་འགྲོ་གི་ནི་ཡང་འགྲོ་གི་འགྲོ་གི་ཅིག་བ་སེམས། ད་ལྟ་བས་འཛམ་གླིང་འགྲོ་ཅིག་ན་ཡང་གནས་ཚད་གསུང་ལ་ཡོད་རེད། ད་ང་ཚོ་མཐོ་བ་འབྲིང་བ་དམའ་བ་འབྲིང་བ་མཐོ་བ་ལ་ནི་གསུང་ལ་ཡོད་བ་ཞིག་འོ། གསུང་བྱ་ལ་ད་ང་རང་རང་གིས་ལབ་འོ། ད་ཐད་གཏོང་དེ་འདྲའི་གནང་ཡོང་དུས་བསམ་པ་གཞིག་ཡང། བསོད་ནམས་ལགས་ལ་ཅིག་དམིགས་བསལ་གྱི་རྒྱབ་སྐྱོར་འགྲོ་དགོས་སོགས་རེད་དེ་འདྲའི་གནང་མཁན་འདུག་གས། གཙོ་བོ་དེ་ད་ང་རང་ཨ་ཞང་རེད། ང་རང་ཨ་ཞང་བྱེད་ཡུལ་རེད། ད་ཁོ་རང་གིས་ད་མི་ལ་ཕན་ཐོགས་ཡུལ་གྱི་ལས་ཀ་བྱེད་ཡུལ་ན། སོ་སོ་གྱིས་དཔེ་བསྲེ་གནང་ས་རེད་ལ་ཡིད་དོ། ཨང་ཅིག་ནས་ཁོ་ཚུགས་གིས་རྒྱ་སྐྱོར་བྱས་ནས་ང་བྱེད་དགོས་རེད། གཞན་པ་འདྲ་བོ་བྱས་ན་ད་ང་ཚུགས་ཀྱིས་བན་ལོ་དང་མེ་སོ་དེ་ཚུ་ལ་ལས་ཀ་བྱེད་ཁ་སྤྲོ་ཡུལ་ན། ད་རྒྱ་ཡིག་དེ་ཤིང་དགོས་ན་བླ་ཆ་ད་ཡག་པོ་རག་དགོས་ར་ཡིན་ནས་སོ་སོ་གྱིས། ནང་མི་དེ་ཚོས་རྒྱ་ཆོས་སྤྲད་ནས་ནི་ང་དང་ད་རྒྱ་ཡིས་བླ་ཡ་དང་དེ་ཚོ་འདྲི་བྱེད་ནི་དེ་གི་གཙོ་བོ་དེ་ང་རང་ཨ་ཞང་རེད། མི་མང་ལ་རེ་སྐུལ་འདྲ་བོ་ལབ་ན་མི་འགྲོ་དེ་འདྲས་གི་རེད་དྲ་ཞེས་ཡོད་ན། ང་མི་སེར་དང་ཁེ་ཞེ་མེད་ཡིན་ན་ཡང་ད་གཙོ་བོ་དེ་ང་ཚོ་ཤུ་ཚོ་ན་ག་རེ་འདུག་ལབ་ན་མི་གཅིག་ལས་ཀ་བྱེད་ངེས་ཆོས་རུ་བ་དེ་ལ་ཡ། ཏིས། ག་རོ་ཡ་བིད་ཀྱོ་བཏང་ཡ་ཐ་ཤི་བཏང་མ་བཏང་བ་ཆེ་མ་དེ་ཡན་གི་ཏིས།